རྗེ་བཙུན་བྱམས་པ་མགོན་པོ་གིས་འཕགས་པ་ཐོགས་མེད་ལ་ཆོས་གསུངས་ཟེར་དེ་ཡང་ནམ་རྒྱུན། ག་ལ་བར་དང། ཡིན་གཅིག་མིན་གཅིག། ཚན་རིག་དང་ཡིན་གཅིག་ཞུ་བཏུན་དགོས་ངེས་ལ་བར། ཡང་མིན་ན་མིག་གིས་མཐོང་དགོས་ངེས་ལ་བར་དེ་འདྲའི་འབྲས་བུ་ཤེས་ཐབས་ཤེས་ན་རྗེ་བཙུན་བྱམས་པ་མགོན་པོ། འཕགས་པ་ཐོགས་མེད་ཀྱིས་རྗེ་བཙུན་བྱམས་པ་མགོན་པོའི་རྩ་ནས་ཆོས་གསན་ཟེར་ཡ་དང་མགོན་པོ་ཀླུ་སྒྲུབ་ཀྱིས། ཡུམ་གྱི་མདོ་སྤྱན་དྲངས་ཟེར་དེ་གི་ཆ་ཚང་ལོ། རྫུན་མ་རེད། དེ་འདྲའི་གསུང་མཁན་ཡོད་རེད་བ། བོད་ཕལ་ཆེར་མང་ག་ཤེད་ཀྱི་ཆ་བེད་མཇལ་ཡོད་ཀྱི་རེད། ཀོང་པོ་ཀླུ་སྒྲུབ་ཀྱིས་ཀླུ་ཡུལ་ལི་གྲོ་རེ་ལ་ཡ་དང། འཕགས་པ་ཐོགས་མེད་ལྷ་ཡུལ་ལི་གྲོ་རེ་ལ་ནི་ཐེག་པ་ཆེན་པོའི་ཆོས་བྱ་དང་ཟོལ་བྱ་འགྱུར་རེ་ཐེག་པ་ཆེན་པོའི་ཆོས་དེ་སངས་རྒྱས་ཀྱི་བཀའ་མ་རེད། དེ་དེ་འདྲའི་ལ་ཉེས་ཅི་བྱེད་དེ་ལས་ཀྱང་ཚབས་ཆེ་བ་ནི་ཆོས་ཁོ་ན་ནི་སངས་རྒྱས་ཀྱི་གསུང་དེ་ཡག་པོ་ཅིག་མ་རེད་སངས་རྒྱས་ཁོ་རང་ད་གགས་སེམས་ཅན་སྡིག་པ་མ་ཡིན་པ་སྡིག་པ་བཟོ་ཉེས་དང་སེམས་ཅན་གཅེས་པ་ད་གགས་པ་ཁྲིམས་དམ་པོ་བཟོས་ནས་ནི་བཟོ་མཁན་ཞིག་རེད་དེ་འདྲས་ལྟ་བཤད་མཁན། བོད་ནང་ནས་བྱུང་དགོས་རེད་རྒྱ་གར་ནང་ལ་ལོག་ཡོད་རེད། ཁ་ནས་དངོས་སུ་ལབ་མ་ཐུབ་ནས་སེམས་ལ་དེ་འདྲའི་དྲན་ངེས་མང་པོ་ཡོང་དགོས་རོ། ལྟ་དེ་འདྲས་ཡིན་ཙམ་པ་ལ་ང་ཚོ་ང་རང་ཚོ་སྡེ་དེའི་ནང་ལོག་ལ་བསམ་བློ་བཏང་པ་ཡིན་པ་ཡིན་ན་ནི་ཚང་མ་ལོ་ཙང་བསམ་གྱི་མི་ཁྱབ་པའི་གནས་ཚུལ་ཁས་བླངས་མཁན་ཆགས་བསྡད་ཡོད་རེད་ལྷ་དང་ཀླུ་དང་གནོད་སྦྱིན་ལ་ཡང་ཆ་ཚང་ཁས་ལེན་མཁན་ཆགས་བསྡད་ཡོད་རེད། སེམས་གསལ་ཏེ་བྱ་བཟང་ཁས་ལེན་མཁན་ཆགས་བསྡད་དུས། ཨ་ནི་ལྷ་གསལ་ཅིག་ཡོད་པ་ཁས་ལེན་ཡ་དང་ལྷ་གསལ་ཅིག་ཡོད་པ་ཁས་ལེན་རྩེ་བའི་ཤུགས་ཀུན་རྗེ་བཙུན་བྱམས་པ་མགོན་པོ་འཕགས་པ་ཐོབ་མེད་ལ་ཞེས་ཚིག་མང་ཆུང་བ་ཡི་རྒྱུ་མཚན་ཁས་མེད་པ་རེད་འཕགས་པ། རྗེ་བཙུན་བྱམས་པ་མགོན་པོས་འཕགས་པ་ཐོབ་མེད་ལ་ཞེས་ཚིག་ཆོ་ག་ཡོད་པ་ཡིན་ན་ནི། ཨ་ནི། རྗེ་བཙུན་བྱམས་པ་མགོན་པོ་གིས་འཕགས་པ་ཐོབ་མེད་ལ་བྱམས་ཆོས་ལྔ་གསུངས་པ་རེད་ལ་ཡ་དེ་ཁས་བླངས་མ་བླངས་ཀྱིས་དེ་འདྲའི་གི་དོགས་པ་དེ་ཡོང་དགོས་ས་མ་རེད་བསམ་ང་རང་བསམ་ཚུལ་ལ་དེ་འདྲ་ཞིག་དྲན། རྩ་བ་ཉིད་ནས་ལྷ་ཁྱད་མ་ལེན་གཉིས་དང། མིང་མ་ཐོགས་ན་ཁྱད་མ་ལེན་གཉིས་དེ་འདྲ་ཡིན་པ་ཡིན་ན་གོ་རང་གོ་རང་གནས་ཚུལ་ཁ་ཁ་འབྱེར་བ། དེ་ནས་ཡིན་ཙམ་པར་ངས་འདི་གྱིས་དགེ་བཤེས་འདྲ་པོ་འདི་ན་ལ་ཞུས་མེད་ང་རང་ཚོ་དེ་འདྲའི་ཞུ་གོ་གི་མེད་པ་ཡིན་ཙང། ད་རྗེ་བཙུན་བྱམས་པ་མགོན་པོ་གི་འཕགས་པ་ཐོགས་མེད་ལ་དངོས་སུ་སོང་ཡས་དེ་རྗེ་བཙུན་བྱམས་པ་བྱམས་ཆོས་སྡེ་ལྔ་ཟེར་ནམ་རྒྱུན་ང་ཚོ་ཡོངས་གྲགས་བརྩི་ཡ་དེ་བྱས། ཨ་རན་འཕགས་པ་ཐོགས་མེད་ཀྱི་སྡེའི་དགོངས་པ་འགྲེལ་པའི་བསྟན་བཅོས་དེ་ལ་ས་སྡེ་ལྔ་དང་སྡོམ་རྣམ་གཉིས་ཟེར། དེ་ཡི་དགོངས་འགྲེལ་དང། གཙོ་ཆེར་སེམས་ཙམ་པའི་ལྟ་བ་གཏན་ལ་དབབ་ངེས་ལྟ་བུ་ལ། སློབ་དཔོན་དབྱིག་གཉེན་གྱི་པགས་ར་ན་བདེ་སྐད་ལེགས་མདོག་ཨོ་དེ་ལྟ་བུ་བྱས་ནས་ད་དེ་ལྟ་བུའི། བསྟན་བཅོས་འདི་སྐད་འདི་ལ་ནི་གར་ཞུགས་བར་ཟེར་ན་བྱམས་པ་དང་འབྲེལ་བའི་ཆོས་ཉི་ཤུ། བྱམས་པ་དང་འབྲེལ་བའི་ཆོས་ཉི་ཤུ་ཟེར་ཡང་ཐ་སྙད་དེ་རྒྱ་གར་ལ་ཡོད་མེད་ད་ང་ཧ་གོ་མ་སོང་སྟེ། ཀློང་རྡོལ་བླ་མ་རིན་པོ་ཆེ་གི་གསུང་དེ་ན་ལོ་ལ་ནི། ད་ལྟ་གསུང་བཞེས་བར་དེ་ན་ལོ་ལ་བྱམས་པ་དང་འབྲེལ་བའི་ཆོས་ཉི་ཤུ་ཟེར་གྱི་ཐ་སྙད་དེ་དོན་གོ་འདུག་དེ་གོང་ལ་གཞུང་ག་ནས་དོན་གོ་ཡོད་ན་ང་ད་ལྟ་མཇལ་རག་མ་སོང་ངས་ཞུས་ཐུབ་མ་སོང།

ཨ་ནི་ཅི་འོང་ཡང། ད་ལྟ་སློབ་དཔོན་དབྱིག་གཉེན་གྱིས་ཡུམ་གསུམ་གཞུང་འགྲེལ་གསུངས་ཟེར་ཡ་དང་འཕགས་པ་ཐོགས་མེད་ཀྱིས་ཉི་ཁྲི་དེ་ཉིད་རྣམ་གཉིས་མཛད་ཟེར་གཉིས་འདོད་མཁན་མཁས་པ་དེ་ཚོ་ཡོད་པ་ཡིན་ན་ཡང་མཁས་པ་དེ་དག་གསུང་ན་ལོག་ལ་དེ་བྱམས་པ་དེ་བྲེའུ་ཆོས་ཉི་ཤུ་རྣམས་དེ་དྲང་གི་ཡོད་མ་རེད། ད་འོ་ན་བྱམས་ཆོས་སྡེ་ལྔ་དང་དེ་ཚོས་དེ་འདྲའི་བཤད་པ་ཡིན་ན་བྱམས་ཆོས་སྡེ་ལྔ་དེ་ག་རེ་རེད་ཨ་ནི་བྱམས་ཆོས་སྡེ་ལྔ་དེ་བརྩམས་སྟངས་བརྩམས་ལུགས་འདྲ་པོ་དེ་ག་འདྲས་རེད་ཟེར་ལབ་པ་ཡིན་ན་བྱམས་ཆོས་སྡེ་ལྔ་ཟེར་ནམ་རྒྱུན་ང་ཚོ་རྒན་གཉིས་དང་མཇེ་གཉིས། ཨ་ནི་རྒྱུད་བླ་མ་སང་ང་ཡོངས་གྲགས་ང་རང་ཚོ་བོད་བརྒྱུད་ནང་བསྟན་གྱི་ནང་ལ་བརྩི་སྟངས་དེ་ཐུན་མོང་དུ་གྲགས་པ་ཅིག་རེད་ཡིན་པ་ཡིན་ན་ཡང་ཡང། ད་ལྟ་རྒྱ་ནག་གི་མཁས་པའི་བཤད་ཚུལ་གྱི་ནང་ལ་བཤད་པ་ཡིན་ན་བྱམས་ཆོས་སྡེ་ལྔ་ཟེར་ཏེ། མི་འདྲ་བ་ཅིག་བརྩིས་ཀྱི་འདུག་རྒྱ་ནག་གི་མཁས་པའི་གསུང་རྣ་ལོག་ལ། བྱམས་ཆོས་སྡེ་ལྔ་དེ་གྲངས་ཀ་བརྩི་སྟངས་དེ་རྣལ་འབྱོར་སྤྱོད་པའི་ས་ཟེར་ཡ་གཅིག་དང། རྣལ་འབྱོར་གྱི་རྣམ་པར་དབྱེ་བ། མདོ་སྡེ་རྒྱན། ཨུད་ད་རྣམ་འབྱེད། མདོར་བརྗོད་ཀྱི་འགྲེལ་པ། ཟློག་ཟློག་བྱས་ན། མདོ་སྡེ་རྒྱན་དང་ཨུད་ད་རྣམ་འབྱེད་གཉིས་བྱམས་ཆོས་ཀྱི་གསུང་ནང་ལ་བརྩི། དེ་མིན་གསུམ་དེ་མདོར་བརྗོད་ཀྱི་འགྲེལ་པ་དང་རྣལ་འབྱོར་སྤྱོད་པའི་ས་དང་རྣལ་འབྱོར་གྱི་རྣམ་པར་དབྱེ་བ། དེ་ཚོ་ལ་བྱམས་ཆོས་ལྔ་ཟེར་གྲགས་ཀྱི་འདུག། ནི་ང་རང་ཚོ་བོད་བརྒྱུད་ནང་བསྟན་གྱི་དབང་དུ་བྱས་ནས་བཤད་པ་ཡིན་ན་ནི། མདོ་སྡེ་རྒྱན་དང་མངོན་རྟོགས་རྒྱན་རྒྱུད་གཉིས་དང་ཆོས་དབྱིངས་རྣམ་བཞི་འུར་རྟ་རྣམ་བཞི་རྗེ་གཉིས་དེ་ནི་རྒྱུད་བླ་མ་དེ་ག་ད་དེ་མཐུན་པར་འགྲོ་པ་ཞིག་རེད། ད་དེ་དང་འབྲེལ་དགོས་ནས་དཔྱད་པ་དེ་ག་དེ་ཞིབ་ཚགས་པོ་དེ་ཞུ་མི་དགོས་བྱས། དེ་ནས། ད། བྱམས་ཆོས་སྡེ་ལྔ་དེ་འདྲས་ཡིན་པ་ཡིན་ན་ད་དེ་རྩོམ་པ་ག་འདྲས་རྩོམ་པའི་གོ་རིམ་འདྲ་བོ་དེ་ག་འདྲས་ཞིག་རེད་རྗེ་བཙུན་བྱམས་པ་མགོན་པོས་གསུངས་པ་དེ་ག་འདྲས་གསུངས་པ་རེད་གོ་རིམ་འདྲ་བོ་དེ་ག་འདྲས་ཡོད་རེད་བས་ན། ད། གསུང་སྟངས་གཅིག་ལ་རྗེ་བཙུན་བྱམས་པ་མགོན་པོ་གིས་ད་ལྟ་དེ་གསང་བདག་འཇམ་དབྱངས་ཀུན་བཟང་འཇམ་དབྱངས་གསང་བདག་བྱམས་སོགས་ཀྱིས་ཐེག་ཆེན་འདུས་པ་རྟོག་གེ་འབར་བ་ཞེས་གསུངས་པ་ནང་བཞིན་རྗེ་བཙུན་བྱམས་པ་མགོན་པོ་གིས་ཐེག་པ་ཆེན་པོའི་བཀའ་བསྡུས་པའི་སྐབས་དེ་ཉིད་དུ་མཛད་པ་རེད། གསུང་མཁན་གྱི་ཞལ་སྐྱིན་གཅིག་བྱས། ཡང་དེ་འདྲ་མ་ཡིན་པ་དགའ་ལྡན་གྱི་གནས་ནས་འཕགས་པ་ཐོགས་མེད་ཀྱིས་རྗེ་བཙུན་བྱམས་མགོན་གྱིས་འཕགས་པ་ཐོགས་མེད་ལ་གསུང་འདི་བརྩམས་པ་ལ་གཞི་ནས་རྗེ་བཙུན་བྱམས་པ་དང་འབྲེལ་བའི་ཆོས་ལྔ་དེ་མ་འདུག་ཐར་པ་རེད་ཟེར་ཞལ་སྐྱིན་གཉིས་བྱས། དང། འདི་འདྲས་ཤིག་གཉིས་ཡོད་པ་དེ་ད་ལྟ་དེ། སློབ་དཔོན། ད་ལྟ་ཨ་བྷི་ཡ་གིས་ད་ལྟ་འདི་སྡོད་ཀྱི་ཡོད་པ་བྱས། ཀ་རྡོ་མཛད་མ་ཐག་ཏུ་ཨ་ནི་དེ་ཆོས་གསུངས་པ་དེ་སྡོད་ཀྱི་ཡོད་པ་དང། དགའ་ལྡན་གནས་ནས་གསུངས་ཟེར་ཏེ་སློབ་དཔོན་སེང་གེ་བཟང་པོ་གིས་བཞེད་ཀྱི་ཡོད་པ། དེ་འདྲས་བཞེད་ཀྱི་ཡོད་པ་དེ་ཨ་ནི། སུས་མཁས་པ་སུ་གིས་གསུངས་ཤག་ཟེར་བ་ཡིན་ན། བཅོམ་ལྡན་རིག་པའི་རལ་གྲི་གིས་གསུངས་ཅི་གནང་ལ་འོ་དེ་དོན་གོ་ཡོད་ཟེར་འདུག་གཅིག་བྱས།

དེ་འདྲའི་རྩམ་པ་ལ་ཨ་ནི་འདི་འཇུག་པ་གཅིག་རེད། འདི་བཞེས་མཁན་དེ། ད་ལྟ་སྤྱོད་གནས། སྤྱོད་གནས་གྲགས་པ་བཤད་སྒྲུབ། ཁོང་གིས་འདི་འདྲ་གསུངས་ཀྱི་འདུག། ཡིན་ན་ཡང་གུང་ཐང་བསྟན་པའི་སྒྲོན་མེ་གིས་ཨ་འདི་འཇུག་པ་གཅིག་རྩམ་པ་རེད་ཟེར་ན་འགྲིག་གི་མ་རེད། གུང་ཐང་གསུང་གནང་ལོར་འདི་ལ་དགག་པ་ཟེར་ཤག་ད་འདི་ཚོ་ཞིབ་ཅིང་ཕྲ་བ་ངེས་ཤུགས་འབོར་བར་བྱེད་འདི་ནང་འདི་འདྲ་འདུག་སྟེ། དེ་ནས། ཡང། བཤད་སྲོལ་གཅིག་ལ། ཨ་ནི་ད་འདི་གས་འདི་འགྲིག་པར་བྱེད་ད་དེ་ནས། འདི་དུས་འགོ་རེད། དང། རྒྱུད་བླ་མ་དང་མངོན་རྟོགས་རྒྱན་དང་བྱམས་ཆོས་སྡེ་ལྔ་དང་དེ་ཚིག་སོ་སོ་སོ་སོ་གི་བརྗོད་བྱ་ག་རེ་རེད་གསལ་བརྗོད་རོགས་དེ་ཚོ་ད་ངས་འདི་ན་བྲིས་ཡོད་དེ་ངས་ད་ལྟ་འདིར་ཞུ་མོ་བ་ཅིག་ཚང་མ་མཁྱེན་མཁན་གྱི་མ་ཡིན་པར་རོགས་ད་ཡིན་ནས་རྒྱུད་བླ་མ་དེ་ཡིན་ནི་དངོས་གནས་དྲ་གནས་རྗེ་བཙུན་བྱམས་མགོན་གྱི་གསུང་རེད་དམ་མ་རེད་གསུང་ཡོད་དེ་རྒྱུད་བླ་མ་དེ་རྗེ་བཙུན་བྱམས་མགོན་གྱི་གསུང་རེད་དམ་མ་རེད་གསུང་ཡོད་དེ་ད་དངོས་གནས་དྲ་གནས་རྙིང་མ་ནས་ཕྱིན་ནས་སྐྱེ་ཤི་ཡོད་ས་རེད་ཨ་ནི་དེང་སང་ཡང་དེ་འདྲའི་རྗེ་བཙུན་བྱམས་མགོན་གསུང་མ་ཡིན་པ་བཞེས་མཁན་ཡོད་ས་རེད། ད་ཡིན་ནའི། རྒྱུད་བླ་མ་གཅིག་པུ་རེད་མི་འདུག་བྱམས་ཆོས་ཡིན་གྱི་ནང་ལོགས་ནས་རྒྱུད་བླ་མ་དང་ཆོས་ཉིད་རྣམ་འབྱེད་གཉིས་ཏེ། རྗེ་བཙུན་བྱམས་པ་མགོན་པོ་གིས། འཕགས་པ་ཐོགས་མེད་ཕེབས་པའི་སྐབས་སུ་ཆོས་གསུངས་ཡིན་ན་ཡང་འཕགས་པ་ཐོགས་མེད་དེའི་སྐབས་སུ་འཆད་ཉན་རྒྱ་ཆེན་པོ་མ་མཛད་པ་ཡིན་པ་ཡིན་ན། ཡང་གདུལ་བྱ་སྣོད་ལྡན་གྱི་གདུལ་བྱ་མེད་པ་ཡིན་པ་ཡིན་ན། ཡང། སྣོད་ལྡན་གྱི་གདུལ་བྱ་ལ་གསུངས་ནས།

དེས་བདུད་ཀྱི་བསྟན་བཅོས་འདི་ཉིད་སྙིགས་དེ་ཤིན་ཏུ་གསང་བའི་ཚུལ་གྱིས་འདུལ་བ་ལ་བབ་ནས་སྣོད་ལྡན་གྱི་སློབ་མ་དེ་ཚོ་ལ་གནང། དེ་དུས་གནང་ནས་དེ་འདྲའི་སྐབས་དེ་ཤེད་ཅིག་ལ་ལོ་ཙཱ་བ་བློ་ལྡན་ཤེས་རབ་དང། བཙན་ཁ་བོ་ཆེ་ཞུ་གཉིས་བོད་ཀྱི་ལོ་ཙཱ་བ་གཉིས་རྒྱ་གར་ལ་ཡོད་པའི་སྐབས་ཁེལ་ནས་ཁོང་རྣམ་པ་གཉིས་ཀྱིས་གསན་པ་རེད། དོན་དག་རྡོག་རྡོག། རྒྱུད་བླ་མ་དང། འདི། ཨོ། ཆོས་ཉིད་རྣམ་འབྱེད་གཉིས་པོ་འདི་གི་ཤེལ་སྲོལ་གྱི་ཕྲིན་ལས་དེ་བོད་ལ་སུ་དར་ཡག་གི་བཀའ་དྲིན་ཆེ་ཤོས་ཅིག་དེ་ནི་ལོ་ཙཱ་བ་བློ་ལྡན་ཤེས་རབ་ཆགས་ཀྱི་འདུག།

དེ་ནས་བཤེས་གཉེན་བཙན་པོ་ལ་ད་ང་ཚོ་ཆོས་ལུགས་གཞན་པ་ཡིན་ན་དེ་ཚོས་ཁ་ཁར་ང་རང་ཚོ་རྗེ་རྗེ་ཡབ་སྲས་ཀྱི་རིང་ལུགས་པ་ཞིག་ཡིན་པ་ཡིན་ན་ག་འདྲ་བྱེད་བར་སོང་ང་རང་ཚོ་རྗེ་རིན་པོ་ཆེའི་གསུང་མཁན་དེ་བསྟན་བཅོས་ཙམ་མ་ཡིན་པར་བསྟན་བཅོས་མཛད་པ་པོ་ལ་ཡང་ཞིབ་ཚགས་པོའི་སྒོ་ནས་དཔྱད་པ་མཛད་མཁན་ཞིག་ཡིན་པ་དེ་ང་ཚོ་ལས་བྱེད་སེར་ཕྲེང་གཟིགས་ཉུང་ཡིན་ན་ཚང་མས་མཁྱེན་མཁྱེན་པ་རེད་དཔེར་ན་ཡོངས་གྲགས་ལས་བྱེད་སེར་ཕྲེང་རྣ་ལོ་ལ་རྒྱ་འདྲེ་ཉེར་གཅིག་ལ་དོགས་པ་མཛད་ཡོད་རེད་དེ་ཙམ་མ་ཟད་ཀྱི་ང་ཚོ་ཡོངས་གྲགས་ཞིབ་རྩིས་བསྡད་ཡ་གི་ད་ལྟ། བཙུན་པས་མཛད་པའི་ཉི་ཁྲི་རྣམ་འགྲེལ་ཟེར་ཡ་དེ་ང་ཚོ་བཙུན་པས་བཙུན་པ་སྒྲོལ་སྡེས་མཛད་པ་ལ་ད་ལྟ་བར་དུ། རྗེར་མོ་ཆེ་མ་ཡིན་པ་ཕལ་ཆེ་བ་གིས་ཚང་མ་འདོད་པ་གཅིག་པ་འདྲ་བོ་ཡིན་གྱི་རེད་དེ་རྗེར་མོ་ཆེ་གིས་འདིས་འཕགས་པའི་སློབ་མར་གྲགས་པའི་བཙུན་པའམ་བཙུན་པ་སྒྲོལ་སྡེ་དང་མིང་མཐུན་པ་ཞིག་མཛད་པར་མཛད་ཅེས་དགོད་པར་སྣང་དེ་ལ་ནི་རེ་ཞིག་གསེར་ཕྲེང་ནང་ལ་ཡོང་གི་ཡོད་ཨང། ཡིན་པ་ཡིན་ན་ཡང་རྒྱུད་བླ་མ་དང་དེའི་འགྲེལ་པ་གཉིས་དེ་ལ། དེ་འདྲའི་གི་དོགས་སློང་ཟུར་ཙམ་ཡང་མཛད་ཡོད་མ་རེད། དོགས་སློང་མ་མཛད་པ་ཙམ་མ་ཟད། རྒྱུད་བླ་མ་དང་དེའི་འགྲེལ་པ་གྱི། རྒྱུད་བླ་མའི་དོགས་འདྲི་འདི་ཉིད། གཞུང་སྐབས་དུ་མར་ཁུངས་སུ་དྲངས་དང། དེ་ཡིན་ཟེར་བ་ལ། ད་ང་ཚོ་ད་རང་ང་རང་ཚོ་གི་ད། དཔྱད་པ་བྱས་དེ་ང་རང་ཚོའི་བློ་ངོར་ལྟོས་པ་ཡིན་ན་རྒྱུད་བླ་མ་དེ་འཇིག་རྟེན་བྱམས་མགོན་གྱི་གསུང་རེད་གསུང་མ་རེད་ཟེར་ཏེ་ཤིན་ཏུ་ཀོ་རྒྱུག་འགྲོ་བ་ཞིག་ཆགས་བསྡད་རོགས། དེ་ནས་ཟེར་བ་ལ་ད་རྗེ་རིན་པོ་ཆེ་དེ་ག་འདྲས་ཞིག་རེད་རྗེ་རིན་པོ་ཆེ་གི་དཔྱད་པ་མཛད་སྟངས་དེ་ག་འདྲས་ཞིག་རེད། གཞུང་གི་ཚིག་རིས་ལ་བརྟགས་ནས་མཁས་པ་གི་གསུང་ཡིན་མ་ཡིན་གཞུང་གི་དགོངས་པ་ལ་བརྟགས་ནས་མཁས་པའི་གསུང་ཡིན་མ་ཡིན། དེ་འདྲའི་གི་རྣམ་དབྱེ་བཞེས་ཐུབ་མཁན་མཁས་པ་གཅིག་རེད་མ་རེད་དེ་འདྲ་བྱས་ན་མཁས་པ་ཁོ་རང་གི་གསུང་རང་ལ་ང་ཚོས་ཡིད་རྟོན་བྱེད་ཆོག་ས་རེད་ཆོག་ས་མ་རེད། དེ་འདྲའི་གི་བསམ་སྟངས་བཅས་ཡ་ནི། ང་ཚོས་རྗེ་བཙུན་བྱམས་པ་མགོན་པོ་གི་གསུང་པ་དེ་ད། དོགས་པ་མེད་པའི་ཐོག་ནས་ཁས་ལེན་དགོས་རེད་དྲན་གྱི་འདུག། འདུག་སེ་བྱས། ད་རྒྱུད་བླ་མའི་བསྟན་བཅོས་དེ་རྡོ་ག་རེ་གི་དགོངས་པ་འགྲིག་གི་རེད་ཟེར་དེ་ལ་བཤད་སྲོལ་མང་པོ་འདུག། ཡོངས་གྲགས་སུ་དཔེ་ཆ་རང་གི་ནང་ལ་གསུང་ཡ་བྱེད་པ་ཡིན་ན་གཟུངས་ཀྱི་དབང་ཕྱུག་རྒྱལ་བུ་གུ་འདྲེ་བ་ཡིན་པ་དེ་རྒྱུད་བླ་མ་ཁོ་རང་རང་གི་ནང་ལ་འཐུང་གི་ཡོད་པ་བྱེད་ད་ག་ན་ཞིག་ད་རྒྱབ་རྟེན་གྱི་རྡོ་བཅུ་གཅིག་རྩ་བའི་རྡོ་ལྔ། ཡན་ལག་གི་རྡོ་བརྒྱད་དེ་འདྲའི་གཟུགས་ངན་གྱི་འདུག། ད་ལྟ་ཀློང་རྡོལ་བླ་མ་རིན་པོ་ཆེ་གིས་ཤེས་བྱ་ཟེར་བའི་མདོ་དེ་ལ་སྔགས་གསུངས་བཞག། དེ་ནས་ད་ནང་ང་ཚོ་རྒྱུད་བླ་མའི་དག་སྒྲིག་དང་དེ་ཚོ་ནང་ནས་མང་བ་གསུངས་ཡོད་འདུག་བསམ་པ་ལ། འཁོར་ལོ་བར་པས་ཤེར་ཕྱིན་གྱི་དགོངས་པ་འགྲེལ་གྱི་ཡོད་པའི་རྣམ་པ་གཞན་ཐོན་ཡོང་འདུག་ད་ཤེར་ཕྱིན་གྱི་དགོངས་པ་འགྲེལ་ལ་ཡང་དེ་ཡང་ཤེར་ཕྱིན་གྱི་དགོངས་པ་ཕྲ་ཞིང་ཕྲ་བར་འགྲེལ་བའི་སྐད་ཆ་འདི་ཡིན་ས་མ་རེད་སྟོང་ཉིད་ཀྱི་དངོས་བསྟན་སྟོང་ཉིད་ཀྱི་དྲན་པ་དེ་ཤེར་ཕྱིན་ནང་བཞིན་གསུངས་པ་དེའི་སྐོར་ལ་མང་འགྲེལ་དགོས་དགོས་ས་རེད། འདུ་བྱེད་དང། ད་ལྟ་བྱམས་ཆོས་སྔགས་ཀྱི་ནང་ལོ་ནས། མདོ་སྡེ་རྒྱན་ལ་ལེའུ་ཉི་ཤུ་རྩ་གཅིག་བྱེད། རྒྱུད་བླ་མ་དེ་ལ་སྐབས་ལྔ་དེ་བྱེད། མངོན་རྟོགས་རྒྱན་ལ་སྐབས་བརྒྱད་བྱེད། ཆོས་ཉིད་རྣམ་འབྱེད་ལ་ཡང་དེ་ནང་ཨུད་ད་རྣམ་འབྱེད་གསལ་དེ་ལ་ལེའུ་དང་མི་གསལ་མེད་ཨཱ་ལས་དེ་འདྲ་འདི་གཅིག་ཞུ་བའི་ལྷག་བྱ་ཆོས་ཉིད་རྣམ་འབྱེད་གསལ་དེ། ཆོས་ཉིད་རྣམ་འབྱེད་གསལ་དེ། མདོ་ཡི་ནང་ལོ་ལ། མདོའི་ཟ་ཁར་ཟ། བསྟན་འགྱུར་གྱི་ནང་ལོ་ལ། ཆོས་དང་ཆོས་ཉིད་རྣམ་པར་འབྱེད་པ། ཟེར་གཅིག་དང། ཆོས་དང་ཆོས་ཉིད་རྣམ་པར་འབྱེད་པའི་ཚིག་ལེའུར་བྱས་པ། ཟེར་གཉིས་ཡོད་ངོ། ད་དེ་གཉིས་ཡོད་ངོས་འདི་ཙམ་པ་ལ་ད་ད་ལྟ་རྗེ་བཙུན་བྱམས་ཁོང་གི་གཉིས་ཀ་རྗེ་བཙུན་བྱམས་ཁོང་གསུངས་ཡོད་པ་དེ་གཅིག་པ་རེད་དེ་གསུངས་ཡོད་པ་དེ་གཅིག་པ་རེད་དེ་ད་ནམ་རྒྱུན་ང་ཚོ་བྱམས་ཆོས་སྡེ་ལྔ་ནང་ལོགས་ལ་གཉིས་ཀ་དྲང་གི་ཡོད་ནའང་ཚིག་ལེའུར་བྱས་པ་དེ་དྲང་གི་ཡོད་ན་ད་དེ་ང་ཧ་གོ་མ་སོང། ནམ་རྒྱུན་བློ་ལ་ཟིན་མི་འདུག་ཙམ་པ་ལ་བློ་འཛིན་གྱི་ཐོག་ནང་ལ་ཡང་སྐྱེ་ཡོང་ཡང་དེ་ནི་ཚིག་ལེའུར་བྱས་པ་ཐོག་ཏུ་སྐྱེ་གི་འདུག་དེ་འདྲ་ཡིན་ཙམ་པ་ལ་ད་དེ་ད་ལྟ་ང་ཚོ་ཞིབ་འཇུག་ཞུ་ཡ་རེད་བཤད། འདུ་བྱེད་ནི། ད་རྒྱུད་བླ་མ་དང་འདི་སྐད་འདི་སྐད་གཞུང་སོ་སོ་གི་གནད་འགག་མང་གསུང་ཡ་དེ་ད་ལྟ་དཔྱད་རྩོམ་པ་ལོགས་སུ་ཡོད་རེད་ཁོང་རྣམ་པ་ཚོས་གསུང་དགོས་རེད། ད་དེ་ནས་བྱམས་ཆོས་སྡེ་སྔ་མོ་དེ་དབུ་སེམས་ཀྱི་ལུགས་སོ་སོར་འགྲེལ་ཚུལ་མི་འདྲ་བ་ག་འདྲས་ཡོད་རེད་བས་ན་དེ་དབུ་སེམས་ཀྱི་ལུགས་སོ་སོར་འགྲེལ་ཚུལ་མི་འདྲ་བ་འདུག་དེ་ཡང། ད་ལྟ་ང་ཚོ་ནི་ཀུན་མཁྱེན་ཀློང་ཆེན་རབ་འབྱམས་པ་ལྟ་བུ་ལ་ཆ་མཚོན་པ་ཡིན་ན་རྗེ་རིན་པོ་ཆེ་དང་བཞེད་པ་དམིགས་བསལ་གཅིག་པ་རེད་བཤད། ད་བརྒྱ་ཆ་བརྒྱ་གཅིག་པ་རེད་ད་བས་ན། ཏིས་མི་མཐུན་པ་དེ་ག་རེ་ཡོད་འགོ་བར་ཟེར་ན། ད་ལྟ་དབུ་མ་ཆེན་མོ་ཟེར་དང་དབུ་མ་གི་ཐ་སྙད་བཏགས་སྟངས་ཏིས་མི་འདྲ་བ་རེ་མ་འདུག་ཞིང་རྒྱུད་བླ་མ་དང་སྔོན་གཏོ་རྒྱན་གཉིས་ངེས་དོན་དབུ་མའི་ལུགས་ཡིན་པ་དང་བར་པ་གསུམ་དེ་སེམས་ཙམ་གྱི་ལུགས་ཡིན་པ་དེ་གཅིག་པ་རེ་ཤ་སྟག་ནས་ཡིན་ན་ཡང་པན་ཆེན་ཤཱཀྱ་མཆོག་ལྡན་ནམ་རྒྱུན་ང་ཚོ་འདི་ཤག་ཤོག་ཤག་ཤོག་ལ་ནམ་རྒྱུན་ང་ཚོ་འདི་འདྲའི་ཐ་ཆུ་ནང་འདི་འདྲའི་དུང་གི་ཡོའོ་འོ་འདི་ཤཱཀྱ་མཆོག་ལྡན་གྱི་གསུང་སྣ་ལོ་ལ་ཆ་ཚང་དབུ་མ་ཆེན་མོ་ཡིན་ཆ་ཚང་དབུ་མའི་ལུགས་ཡིན་གང་ཡིན་ཟེར་ན་དབུ་མའི་ལུགས་ཡིན་ཟེར་དེ་པན་ཆེན་ཤཱཀྱ་མཆོག་ལྡན་ཁོ་རང་གི་གསུང་ཡ་འདི་ཤི་ད་ཁོ་རང་གི་འདིའི་ཁུངས་གཏུགས་ཡོད་ཟེར་ཡོང། ཀུན་མཁྱེན་དོལ་པོ་པ་ཤེས་རབ་རྒྱལ་མཚན་གྱི་གསུང་ལ་ཁོ་རང་གཏུགས་ནས་གསུང་གི་ཡོད་ཟེར་རེད་ཡིན་ན་ཡང་ཀུན་མཁྱེན་དོལ་པོ་པའི་གསུང་ནང་ལོགས་ལ་ཨ་ནི་བྱ་ཚང་ཨ་ནི་དབུ་མ་ཆེན་པོའི་ལུགས་ལ་འགྲིག་གི་ཡོད་མ་རེད་གསུང་གི་རེད་འདི་འདྲ་ངས་མཇལ་མ་སོང། ཡིན་ན་ཡང་པན་ཆེན་ཤཱཀྱ་ཆོས་འདས་ཁོ་རང་གིས་བྱ་ཚང་དབུ་མ་ཆེན་མོ་གཞན་སྟོང་དབུ་མ་ཆེན་མོ་ཡིན་བྱ་ཚང་དབུ་མའི་ལུགས་སུ་འགྲེལ་གྱི་བྱས་པ་བྱས། ད་དེ་ནས་ད་བྱ་ཚང་ཡང་སེམས་ཙམ་པའི་ལུགས་སུ་འགྲེལ་མཁན་དང་ཡང་དབུ་མའི་ལུགས་སུ་འགྲེལ་མཁན་གཞན་པ་ཡོད་རེད་པས་ཟེར་ན་སྟག་ཚང་ལོ་ཙཱ་བ་གིས་གྲུབ་མཐའ་ཀུན་གཞི་གི་ནང་གྲུབ་མཐའ་ཀུན་གཞི་གི་འགྲེལ་པའི་ནང་ལོགས་ལ་ག་རེ་གསུངས་ཞེས་ཟེར་ན་མཁས་པ་གཡག་གི་རྔ་ཁ་དབུ་མར་བཞེད་ལ་གསུངས་ཤིག་མཁས་པ་གཡག་ཟེར་ཏེ་ང་ཚོ་རྣམས་ཀྱི་གཡག་བྲིས་པ་ལ་འདིར་ཧོ་གཡག་བྲིས་པ་གི་ཨ་ནི་རྔ་ཁ་དབུ་མར་གནས་པར་བཞེད་ཀྱི་ཡོད་རེད། དེའི་ལོག་གནོན་དུ་མཁས་པ་གཞོན་ལུས་གཞན་གྱི་ཆོས་རྣམས་སྐྱ་ཡོ་ལ་ཞེས་སོགས་རེ་རེ་ནས་སེམས་ཙམ་པས་ཀྱང་ཆེས་ཤེས་ལ་གཞན་ཕལ་ཆེར་སེམས་ཙམ་པ་དང་མཐུན་པའི་མངོན་རྟོགས་རྒྱན་དང་རྒྱུད་བླ་མ་ཡང་སེམས་ཙམ་དུ་བཞེད་མོད་ཀྱི། དེ་ཙམ་པ་དང་བར་པ་གསུམ་དེ་སེམས་ཙམ་ཡིན་པ་དེ་བཤད་མ་གོ་བ་བརྗེད་མངོན་རྟོགས་རྒྱན་དང་རྒྱུད་བླ་མ་ཡང། རྗེ་བཙུན་རེད་མདའ་བ་ཆེན་པོའི་སེམས་ཙམ་གྱི་ཚུལ་ལ་བཞེད་པ་རེད། ཡིན་ན་ཡང་རྗེ་བཙུན་རེད་ལྡེ་བའི་སེམས་ཙམ་ཚུལ་ལ་ཞེས་ཟེར་ཡ་དེ། རྗེ་བཙུན་རེད་ལྡེ་བའི། སྔོན་གྱི་དགོངས་པ་དེ་རེད་བཤད་མ་གཏོགས། ཕྱིས་ཀྱི་དགོངས་པ་དེ་རེད་མི་འདུག་ཕྱིས་ཀྱི་དགོངས་པ་དེ་མ་ཡིན་པ་དེ་གསལ་བོ་དེ་ག་འདྲས་ཅིག་གཉིད་ལ་བཏགས་ནས་ཧ་གོ་འདུག་འགོས་ལོ་ཙཱ་བས་ཀྱི་དེབ་དེར་སྔོན་པོ་གསུངས་ཡ་གསུངས་དེའི་ནང་ལོགས་ལ་ཡང། སྔོན་ལ་དགོངས་པ་དེ་འདྲས་རེད་ཕྱི་ལ་དེ་འདྲས་མ་རེད་ཕྱི་ལ། རྗེ་བཙུན། རན་ཟླ་བ་ཆེན་པོའི་གྱི་སྒྲུབ་པ་ཡུན་རིང་དུ་མཛད་དེ་འདྲའི་དེའི་ཐུགས་ལ་རྟོགས་པ་འཁྲུངས་མོད་དུས་ནི་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཁམས་བདེ་གཤེགས་སྙིང་པོ་ཡོད་པ་དང་སེམས་ཅན་ཐམས་ཅད་སངས་རྒྱ་ངེས་ཡིན་པ་དེ་འདྲའི་དབུས་ནི་ཐུགས་ལ་འཁྲུངས་པ་བྱས་ནི། སེམས་ཙམ་པ་གྱི་ཤེས་ཡ་རིག་བྱེད་ཀྱི་སེམས་ཅན་བསད་ཡ་དང་དར་དུ་ཐེག་པ་གསུམ་བསད་ཡ་དེ་ཚོ་ནི་ཞིག་གི་མེད་པ་དེ་བསད་པ་ཡོད་རེད་འདུག་ཅེས། ཕྱོགས་གཅིག་ནས་བཤད་ན་ད་ལྟ་དགེ་རྩ་རིན་པོ་ཆེ་གྱིས། གཙོ་བོ་དེ་ད་ཀྲིག་སྟེ། རྒྱུད་བླ་མའི་ད་ཀྲིག་སྟེ། གཙོ་བོ་དེ་བླ་མ་གཉིས་ཀྱི་མན་ངག་བརྒྱན་པ་ཡིན་གསུངས་ཞེས་རེད་དེ་བླ་མ་གཉིས་དེ་རྗེ་བཙུན་དམ་པ་ཀུ་མཱ་ར་ར་དེ་ཞལ་སྔ་ནས་དྭངས་གསལ་ཏེ། བླ་མ་རེད་མདའ་བ་ཆེན་པོ་བཅས་ནི་རྗེ་བཙོན་ཁང་བར་གྱི་ཞལ་སྔ་ནས་ཡིན། དེ་ལ་བརྩོན་པ་ལ་གཉིས་ཀ་གི་དབུ་མའི་ལུགས་སུ་བྱེད་ཀྱི་ཡོད་པ་དེ། གེ་སར་མུ་ཆེ་གི་གཞུང་དེ་དབུ་མའི་ལུགས་སུ་འགྲེལ་གྱི་ཡོད་པ་དེ་ནས་ཀྱང་གཅིག་ཧ་གོ་འདུག་བསམ་གྱི་འདུག་གཞན་མ་གཏོགས། གེ་སར་མུ་ཆེ་དེ་གསུང་གནང་ལོག་ལ། རྗེ་བཙུན་རེད་མདའ་བས་དེ་སེམས་ཙམ་པའི་ལུགས་ལ་བྱེད་ཀྱི་རེད་ཟེར་གྱི་ཚིག་ཟུར་གཅིག་དོན་གོ་ཉན་འདྲ་པོ་ཞིག་དེ་མེད་པ་ཡིན་ཙང་དེ་འདྲ་ཡིན་ས་རེད། ད་དེ་ནས། ཡིན་ན་ཡང། ཡང། ཚིག་གཞུང་གི་ཚིག་ཟིན་ནང་བཞིན་བྱས་པ་ཡིན་ན། ང་རྗེས་ཡོད་འདོད་ཙམ་པ་ལ་སེམས་ཙམ་གྱི་ལུགས་ལམ་འགྲིག་གི་མེད་བ་དེ་དག། ད། ཕལ་ཆེར། ཧ་ཧ་གོ་ཡ་འགྲོ་བཞིན་འདུག་གང་ཡིན་ཟེར་ན་ད་རིག་བྱེད་ཀྱི་སེམས་ཅན་ཡོད་མ་རེད་ཟེར་ཡ་ད་ཐར་ཐུག་ཐེག་པ་གཅིག་ཏུ་སྒྲུབ་ཡ་དང། ནི། སེམས་ཅན་རྒྱུད་ཀྱི་སེམས་ཀྱི་ཆོས་ཉིད། རང་རིག། གར་ས། རང་བཞིན་གནས་རིག་ལ་གཞལ་ཡ་དང། དེ་ཚོ། དགེ་རྒྱུ་རིག་དང་རང་བཞིན་གནས་རིག་བཞག་སྟངས་ཡན་ཆད་ནས་བྱས་ནས་སེམས་ཙམ་པའི་ལུགས་དང་ཁྱོད་མ་མཐུན་པ་ཅིག། ཡིན་པ་ཡིན་ན་ཡང། འདི་ལ། དགེ་རྩ། རྗེར་མི་ཕྱེད་ཀྱིས་ལེགས་བཤད་གསེར་སྤྲིན་གནང་བ་ནི་ག་འདྲ་ཞིག་གསུང་གི་འདུག་ཟེར་ན། འདིའི་སྦྱོང་ཚུལ་འདི་ལ་ནི། རྒྱུད་བླ་མའི་སྐབས་ནས་གསུང་ཚུལ་འདི། སེམས་ཙམ་པ་དང་མཐུན་པ་དང། འདི་གསུང་ཚུལ་འདི། མངོན་རྟོགས་རྒྱན་ནས་གསུང་ཚུལ་འདི། དབུ་མ་པ་དང་མཐུན་པ་ཡིན། འདི་གསུང་ཚུལ་གཅིག་འདུག་འདི་ཚོ་དཔྱད་པ་བྱེད་དགོས་གཅིག་རེད་བཤད། ད་འོ་ན་དབུ་མ་རང་རྒྱུད་པའི་ལུགས་རེད་མ་རེད་ཟེར་ཡ་འདི་ལ། གཞུང་གི་ཚིག་རིས་ནང་ཤིང་ཆེན་ནི་མ། འདྲེས་འགྲོ་ཡ་ན་རྣལ་འབྱོར་སྤྱོད་པའི་དབུ་མ་རང་རྒྱུད་པའི་ལུགས་ལ་འདྲེས་ཡ་གི་བདེ་བ་ཅན་འདུག། གྲྭ་དཀར་དཔེ་འདྲི་དག་གིས་གསུངས་གནང་ལ་དེ་འདྲས་ཤིག་འདུག། ཡིན་ནས་ངས་བྲག་དཀར་པི་ཏྲི་དེ་སྲུང་ཆ་ཚང་བརྗེ་ཡ་རག་མ་སོང་ང་ཚོས་དེ་འདྲ་རྒྱུད་བླ་མ་ཆ་ཚང་བརྗེ་ཡོད་མ་རེད་རོབས་སུ་རོབས་སུ་བརྗེ་རེད་དེ་ཞིབ་ཚགས་པོ་བརྗེ་ཡོད་མ་རེད་དེ་ཕལ་ཆེར་ག་འདྲ་ར་བྱས་ཡིན་ན་གསལ་མགོ་འདུག་སྣང། གཞུང་གི་ཚིག་ནག་ལོ་ལ་སེམས། སེམས་ཙམ་པའི་ཀྱི་སེམས་ཀྱི་སྐོར་མང་པོ་གསུངས་ཡོད་བ་རྗེས་སེམས་ཀྱི་སྐོར་མང་པོ་གསུངས་ཡོད་འདུག་བསམ་པ་ལ་དེའི་སེམས་གློ་བུར་བ་ཟེར་ཡ་དེ་ཡང། འགྲེལ་ཚུལ་གཉིས་བཞག་ཡོད་ཆོག་གི་ཡོད་བ་རྗེས་རྩ་ཚིག་རྐྱང་པའི་འགྲེལ་བ་མང་བ་རྒྱབ་འགྲོ་དུས་བསམ་པ་ལ་ཨ་ནི། སེམས་ཀྱི། ད་ལྟ་དེ། སེམས་བདེ་སྟོང་རང་ལ་སྦྱར་ནས། དེའི་སྟེང་གི་ཆོས་ཉིད་དྲི་མ་དང་བྲལ་བ་གཟུགས་སུ་སྦྱར་ནས་རང་རྒྱུད་པའི་ཚུལ་ད་ག་རང་གཞི་གཅིག་ཏག་ཏག་ས་གི་གཞི་གཅིག་ཡོད་པ་རུ་སེམས་གསལ་ཅིག་ཕ་གི་ངུའི་ཡུལ་ངོས་ནས་ཡོད་པ་གཅིག་གི་སྟེང་དུ་ཆོས་ཉིད་བཞག་གི་ཡོད་དེ་འདྲའི་འབྲས་བུ་གཅིག་ཐོག་ནས་བཞག་གི་ཡོད་ཙང་ཨ་ནི་བྲག་དཀར་དཔོན་རི་དེ་གི་དགོངས་པ་དེ་དེ་འདྲས་ཅིག་ལེན་གི་མེད་འགྲོ་བསམ་གི་འདུག་འདུག་བྱས་ད་ཡིན་ན་ཡང་ང་ཚོ་འདི་ཐལ་འགྱུར་བའི་ལུགས་སུ། བརྒྱུད་བླ་མའི་དགོངས་པ་དེ་མཐར་ཐུག་ཐལ་འགྱུར་བའི་ལུགས་སུ་འགྲེལ་དགོས་ཀྱི་ཡོད་པ་དེ་ད་ངས་འདི་ནང་ལོགས་ལ། རྩ་བ་ཁ་ཤས་ཀྱིས་དྲངས། འགྲེལ་བ་ཁ་ཤས་ཀྱིས་གཞི་རིམ་གྱི་རྣམ་བཤད་སྙིང་གའི་གསུང་དེ་བཀོད་ནས་བཞག་ཡོད། འདི་ལས། ཞུ་ཞིབ་ཚང་མ་ཞུ་དགོས་ཡ་མི་འདུག་དོན་དག་རྡོག་རྡོག་རྒྱུད་བླ་མ་གི་ནག་ལོར་ལ། བསམ་གྱིས་མི་ཁྱབ་པའི་གི་ཆོས་ཉིད་དང། རྣམ་ཀུན་མཆོག་ལྡན་གྱི་སྟོང་པ་ཉིད་གསལ་བ་དང། དེ་དང་དེ་བཞིན་གྱི་སངས་རྒྱས་ཀྱི་གསང་བ་བསམ་གྱིས་མི་ཁྱབ་པའི་གནས་ཚུལ་དེ་འདྲ་མང་པོ་དང། སེམས་ཅན་གྱི་རྒྱུད་ཀྱི་དྲི་བྱའི་སེམས་ཀྱི་ཆོས་ཉིད་དང་དྲི་མེད་སེམས་ཀྱི་ཆོས་ཉིད་ལ་ནི་ཤེས་ཡོན་ཏུ་རང་བཞིན་མེད་པའི་སྒོ་ནས་ཤེས་སྟངས་དང། ད་དེ་ཚོ་ལ་མང་ཅིག་མཇལ་ཡོང་ཨ་ཡེ་ན་དངོས་གནས་ད་ནི་དེང་ཁྱོད་ལུག་ནང་བཞིན་ཁས་ལེན་པ་ཡིན་ན་སྟབས་བདེ་བོ་འདུག་བསམ་བསམ་ཅིག་ད་འབྲེལ་ཐུག་འདུག་ཡིན་ན་ཡང་མཁས་པ་ཆེན་པོ་བྲག་དཀར་བློ་བཟང་དཔལ་ལྡན་གྱིས་ཡང་ཨ་ནི་ག་རེ་རང་རྒྱུད་པའི་ལུགས་སུ་བཤད་ན་རྩ་ཚིག་རྐྱང་པ་བྱས་ན་བདེ་བ་འདུག་གསུང་འདི་གསན་པ་ལ་ཕལ་ཆེར་ང་ཚོས་དགོངས་པ་མ་ལོན་ཡིན་གྱིར་མ་འདུག་ཅིག་ཨ་ནི་རང་རྒྱུད་པའི་ལུགས་ལ་རྩ་ཚིག་རྐྱང་པ་བྱས་ན་བདེ་བ་ཡོད་པ་ཅིག་ཡོད་པ་ཡིན་ས་རེད། ཡིན་པ་ཡིན་ན་ཡང་ང་ཚོ་རྗེ་ཡབ་སྲས་ཀྱིས་ཨ་ནི་ཐན་སྐྱུའི་ལྟ་བ། པ་འདི་ཐན་སྐྱུའི་ལྟ་བའི་ལུགས་སུ་འགྲེལ་ཡོད་པ་ཡིན་ཙང་ཨ་ནི་བདག་རང་གི་ལུགས་སུ་འགྲེལ་ན་ཡག་ག་ཡོད་པ་དེ་ལྟ་འདུག་ཟེར་བཤད།